ད་ང་རང་ཚོ་ང་འདྲ་བོ་གི་ལས་གནས་འདི་འདྲ་བྱེད་ཀྱིན་ཡོད་ན་ཏིས་གཟབ་གཟབ་བྱེད་དགོས་འདུག་ར། ཨ་ནི་ག་རེ་བྱས་ན་ང་ལ་འདི་ཐེངས་དང་པོ་མ་རེད་ར་ཐེངས་མ་གསུམ་བཞི་བྱས་བྱུང་ཟེར་ར། ཁོ་ཚོ་ལ་ག་རེ་གཟབ་གཟབ་བྱེད་དགོས་འདུག་ར་ན་ཁོ་ཚོ་ལྕ་ལག་ཉོ་ག་སླེ་གི་འདུག་ར་ང་ཚོའི་ཚོང་ཁང་ལ། ཨ་ནི་ཁོ་ཚོ་ལྕ་ལག་ཉོ་ག་ཡོང་དུས་ཙམ་པ་དུས་རྒྱུན་ནས་ཁོ་ཚོ་ལྕ་ལག་ད་དངུལ་གནས་ཀྱི་ངོ་མ་དགོས་སོང་ན་གོ་མ་ཅུ་འགྲོ་ཁོ་ཚོ་ད་ཉོ་ཡ་ཅ་ལ་ད་གོ་མ་ཅུ་ཡི་ཉན་པ་འགྲོ་མེད་ན་ཅུ་ཡི་འགམ་འགྲོ་མེད་ན་ཐ་མ་གོ་མ་ཅིག་གི་གོ་མ་ཅུ་ཡི་ཐ་མ་རྐང་གཅིག་འགྲོ་དེ་འདྲའི་དངོས་གནས་ད་ཉོ་མཁན་ཡིན་ན་དེ་འདྲའི་རང་ཁེ་ལས་རེད་ར། ཙམ་ཙམ་ནས་ཁོ་ཚོ་གོ་མ་ལྔ་བརྒྱ་ཞིག་ཁེ་ནས་ལས་ཀྱི་རེད་ད་ལྔ་བརྒྱ་གཅིག་ལྔ་བརྒྱ་གཉིས་དེ་འདྲ་ཁེ་ནས་ལས་ཀྱི་རེད། ད་སྙེ་མ་ང་ཐང་ཤོད་དེ་ག་དུས་བྱུང་རེད་ལ་ན་ང་ཚོ་གོ་མ་ཉིས་སྟོང་དེ་སྤྱི་བོ་རྒྱབ་གྲོགས་ཡོད་དུས་ཙམ་པ་རེད་ར། དང་ཤོས་དེ་སྒོར་མོ་ཉིས་སྟོང་ཅིག་ཁྱི་ནས་སླེབས་ཚོད་ར། ཉིས་སྟོང་ཁྱི་ནས་ཡོང་དུས་བསམ་པ། ཁོ་ཚོ་ག་རེ་བྱེད་ཀྱི་འདུག་ལབ་ན། དང་པོ་ང་ཚོའི་ལྕ་ལག་ཅིག་ཡིན་ཤག་ཤག་བྱས་ནས་ད་ཉོ་གི་ཡིན་ད་ལ་ནས་ཚུར་གླེང་གི་འདུག་ར། འོན་ཏང་ང་ལྕ་ལག་འདི་གོ་ལེགས་པའི་འདུག་ར། དེ་ལྕ་ལག་འདི་གོ་ལེགས་དུས་ད་ང་ཚོ་དེ་འདྲའི་ཡིན་ཤག་ཤག་རེད་བ་ཡིན་ཤག་ཤག་ཡིན་དུས་ལྕ་ལག་འདི་སྤྲད་ཨ་ནི་སྒོར་མོ་ཉིས་སྟོང་འདི་ཚུར་གླེང། དེ་ནས་ཡང་སྒོར་མོ་ཉིས་སྟོང་འདི་ལ་ཕག་ང་ཚོ་གི་དེ་སྤྲད་བྱུང་མ་རེད། ད་ཤི་མ་ལོག་སྒོར་བ་ལྷག་མ་དེ་བྱ་ལ་དེ་གི་དགོང་ཚད་དེ་མ་གཏོགས་ཤི་མ་ལྷག་མ་དེ་ཚང་མ་ལོག་སྒོར་བ། ལྷག་མ་དེའི་གང་ཚད་ལོག་སྒོར་བ་ཨ་ནི། བྱ་ལ་དེ་ཕར་སྤྲད་ར། ཨ་ནི་ཁོ་གི་ཁོ་ལ་ང་ཚོའི་དགོང་མོ་ད་ལྷག་མ་བྱོན་མ་རེད་ལྷག་མ་དེ་ཕར་ལོག་ག་ཚོད་ལོག་སྒོར་དོ་ད་ཉིས་སྟོང་སྤྲད་དུས་ཙམ་པ་ལ་ཆིག་སྟོང་ང་བརྒྱ་ད་མིག་བཙུམ་ནས་ལོག་སྒོར་བ་ད་ཁོ་ཚོའི་དགོང་མོ་བརྒྱ་གཉིས་བརྒྱ་གཅིག་གི་བྱ་ལ་ལེན་ཡོད་ཀྱི་རེད་ར་དེ་ཚང་མ་ལོག་ཚར་བ།

ད་དཔེ་ཆ་བསྲིས་མ་འཇོག་མ་རེད་ང་ཚོའི་ལྷ་ཕར་ལོག་ཚ་རྒྱུ་འཇོག་མ་རེད་དེ་ཡང་ཚུར་ལེན་དགོས་རེད་བ་དེ་ཚུར་ལེན་ཨ་ནི་ཁོ་རང་ཚོ་གི་ད་ཉིས་སྟོང་སྤྲད་རྒྱུ་འཇོག་མ་རེད་དང་གི་སྙད་ལ་ང་ལ་སྤྲད་རྒྱུ་འཇོག་མ་རེད་ད་སྤྲད་རྒྱུ་དེ་ཡང་ང་ཚོ་ཕར་སྤྲད་རོགས་དང་པོ་སྒོར་མོ་ཉིས་སྟོང་འདི་ཕར་སྤྲད་ཨ་ནི་ང་རེ་ལྕ་ལ་སོ་སོའི་ལྕ་ལ་དེ་ཚུར་ལེན་དེ་རྗེས་ལ་ཡང་ང་ཚོའི་ལྕ་ལ་ལྷག་དཔེ་ཆ་ལྷག་མ་ལོག་རྒྱུ་འཇོག་མ་རེད་དེ་ཚུར་ལེན་དགོས་རེད་བ་དེ་ལེན་ཚར་ནས་ཨ་ན་དེ་ཡང་ཏིས་བྱས་ནས་ཁོང་ཚོ་ཡང་ཉོ་གི་ཡིན་ལེགས་རེད་ད་ཡང་ལྕ་ལ་གཞན་པ་ཞིག་ད་ང་འདི་ཉོ་གི་ཡིན་ལེགས་རེད།

ཨ་ནི། ཨ་ལས་ད་ལྟེ་ཉོ་ན་ཁྱེད་རང་ཡ་གི་ད་གོ་མོ་ཉིས་སྟོང་དེ་ཁྱེར་ཤོ་ལེ་རེ་བ་ད་ཁྱེད་རང་གོ་མོ་ཉིས་སྟོང་དེ་ཁྱེར་ཤོ་ལེ་རེ་བ། ཉིས་སྟོང་དེ་ད་ད་ཁྱེད་རང་བཀྲེས་ཡིན་པ་འདི་ལ་ཉན་ལ་ཁྱེད་རང་གི་འདི་ལོག་མ་ཟ་ལེ་རེ། ཨ་ངས་ཁྱེད་རང་ཕར་བཀྲེས་ཡིན་པ། ཁོས། ངས་ཁྱེད་རང་ས་དེ་ཉིན་བཀྲེས་ཡིན་ཁྱོད་ང་ལ་ལོག་མ་སོང་ལེ་རེ། ཨ་ནི་ང་ཚོའི་གོ་མོ་བླུག་ས་འདི་གི་ནང་ལ་ད་གོ་མོ་ཉིས་སྟོང་བཞི་ལྔ་ཅིག་ཡོད་པ་རེ་ཅིག་ཡིན་ན་རེ་ད།

དེང་ངས་དཔྲལ་བར interest ཡག་པོ་དྲན་པ་བཟོས་འདུག་ང་ཚོ་གསུམ་སྐད་ཆ་རོགས་ཤེས་ཡིན་ཞེས་ལངས་ངེས་ཡིན་ན་ཡང། བོད་ཤ་ཁོ་རང་ལ་ཕ་རང་ཅག་གི་བློ་བ་ཡོད་པ་དེ་ངས་ཡག་པོ་དྲན་གྱི་འདུག་ད་དཔེ་ཡག་པོ་དྲན་པ་བཟོས་ཏེ་ཡོད། ད་ཁོ་ལས་དེ་བོད་ཤ་ཁྱེད་རང་དལ་གྱི་བློ་ཡིན་པ་ལ། ད་ཁྱེད་རང་སྤོ་དགེ་ན་ཡོད་རེད་ལན་ད་ཁྱེད་རང་དེ་ན་ཡོད་དེ་ན་ཡོད་རེད་རྫུན་མ་མ་ཤི་ལན་པ། ད་ངའི་རོགས་པ་གཉིས་དེ། གཅིག་ལ་ན་ཁོ་ལ་ཁྱེད་རང་གི་ཕ་རང་ཅག་བཀྲེས་སོང་ལས་དུ་ར་གཅིག་གི་ལ་ན།

ཁྱེད་རང་ཐེངས་དང་པོ་མ་རེད་ལན་ཁྱེད་ང་ལ་དེ་འདྲའི་ཐེངས་མང་པོ་བྱུང་ཚར་སུ་ལས་ད་ངས་ཧ་གོ་སུ་ལས་ཁྱེད་རང་ཚུར་ཤོར་ལན་པ་ངས་བ་གུ་སྔོ་ཡན་པ་བོ་གེ་དེ་སྔོ་ཡན་པ་ད་ག་རང་དོན་ཟ་ངས་ཁོ་ག་ཅིག་ལྔ་བརྒྱ་དེ་གསང་བ་བྱས་ཨ་ནི་འདི་གང་ལ་ཡིན་འདྲི་སྟབས་རྩིས་རྒྱབ་དང་སྟབས་རྩིས་རེ་ཞིག་རྒྱབ་འདུག་ཁྱོད་རང་ག་ཅིག་བསྡད་འདུག་ཨ་ལས་ཁྱེད་རང་ག་ཅིག་དེ་ང་ལ་ཐེངས་དང་པོ་མ་རེད་ལན་ཐེངས།

དེ་འདྲའི་ཉམས་མྱོང་མང་པོ་བསགས་ཡོད་ཀྱི་རེད་རེད་པ། ད་ང་རང་ལས་བསགས་པ་དང་ད་དྲན་པ་དེ་མེད་བ་འགྲོ་ཡིན་ན། འོ་དེ་འདྲའི་རོ་ཁོང་ཚོ་རིགས་ལས་དེ་སྤྱང་པོ་འགྲོ་ཆེ་བོ་འདུག་ར། ནས་ག་ཅེ་ན་ན་ཁོང་ཚོ་དེའི་པར་ལ་ཡིན་དྲི་ཤེས་ན་ཨ་ནི་ང་ཚོའི་ད་དེ་འདྲའི་ངའི་ཁ་སོ་ར་རོགས་པ་ངའི་དེ་འདྲའི་ང་རང་གི་ངོ་ཤེས་པ་འདི་ཚོ་ལ་ཨེ་འདྲའི་ཨེ་འདྲའི་བྱེད་ཀྱི་འདུག་ཁོང་ཚོ་འདྲའི་བྱེད་གསུངས་འགྲོ་ལ་ནི་ག་ཅེ་ཤེས་ན་ཁོང་ཚོ་ལས། ཧོ་ང་ལ་འདི་འདྲ་ཞིག་གྱོང་ཕོག་སོང་འདི་འདྲ་གྱོང་ཕོག་སོང་ལེ་དང་འདི་འདྲ་གྱོང་ཕོག་ན་ང་རང་ཚོ་ཡ་ཞོགས་པ་ནི་དགོན་ཟླ་པོ་དེ་ཡིད་ལ་དཀའ་ལས་རྒྱབ་ཅི་དེ་ཨ་ནི་བྱ་ལག་ཅི་བྱ་ལག་དེ་ཕ་རིང་མི་ལ་སྤྲད་པ་མ་ཟད་ཨ་ནི་ད་མདོ་འདི་ལ་ཡ་དགོན་པོ་ལྔ་བརྒྱ་ལྷག་མ་ལོག་རྒྱུག་ཅི་སྤྲད་འདི་འདྲ་ཞིག་དུས་ཙམ་པ་ལ་གྱོང་ཨོ་སུ་ཕོག་གི་འདུག་ཨ་སོང་ཙང་ཨ་ནི་ག་སོག་རེད་ད་བྱ་བཙོང་མཁན་དང་བག་ལེབ་བཙོང་མཁན་དང་ལ་བིང་བཙོང་མཁན་དང་དེ་འདྲ་ཡིན་ན་ཕ་ཆེན་འདི་དེས་ཉེན་ཁ་ཆུང་བ་ཡོད་ཀྱི་རེད་པ་གར་ཅི་ལ་ན་ད་བཅའ་ལ་ཅིག་ཡང་འདི་མེད་འདི་མེད་ཡང་འདི་དགོ་འདི་དགོ་ཨེ་འདྲི་རོགས་ཅིག་ཉོག་དྲ་བཤད་ས་ཡོག་མ་རེད་བ་ཅིག་དེ་ཉོས་ན་ཉོས་རེད་མ་ཉེས་ན་དེ་གའི་མི་རེད་མ་ཏོག་ཁོང་ཚོ་འདམ་ག་ཞིག་ར་ཡོག་མ་རེད་བ་ད་ང་ཚོའི་འདི་རྩ་རེ་རྩ་རེ་རྩ་བཙུག་ག་རེ་ཅིག་ཆ་ལེ་ཆོ་ལེ་མང་པོ་ཡོད་དུས་བསམ་པ་ཨ་ནི་ཁོང་ཚོ་ཅིག་ཉོས་ཨ་ནི་ཅིག་དེ་ཡང་མོ་གོ་ལ་ནི་འདི་ཇེའུ་རྒྱབ་ཤུལ་པ་ར་དེ་ཉེས་ཀྱི་པ་ར་དེ་ལ་ཨ་ནི་གུག་པོ་བཏང་ཡས་ཀྱི།